དྲན་གསོ་གནང་བཞག་དེ་ཁོ་ན་ལས་དེ་ཡོད་རེད་དེ་ནི་ངའི་ཁ་སང་ངེད་གཉིས་ཀྱི་ཞུན་མཚོ་ནས་ཨ་ནི་མ་མོའི་དུས་ནས་ཤེས་པ་ཡིན་ཨ་ནི་ངའི་སྐར་གསོ་རེད་མ་འདྲ་ས་མི་དུས་ལས་ལས་བྱེད་ནས་ཟེར་རོ་བྱས། ད་དེ་རིང་སྐར་གསོ་རེད་ད། བྱེ་བྲག་མ་འོངས་ཁོ་རང་གིས་ད་ཇུན་ཐིག་གི་འདས་པ་ད་དངོས་གནས་དེ་ལས་ཀྱི་ཡོད་རེད། དེ་རིང་ལ་འགོ་ཚུགས་ཏེ་བྱེ་བྲག་མ་ཡི་ཇུན་ཐིག་འདས་པ་དངོས་གནས་དེ་ལས་ཀྱི་ཡོད་རེད།

ཐག་ཐུག་གི་སྒེག་པ་འདྲ་བོ་དེ་འབྲས་བུ་ངན་དེ་བཤད་དེ་ཆགས་ཐུག་རེད་དེ་འདྲ་ཡིག་རྩ་ནི། ད་འབྲས་བུ་དེ་ཡོང་བ་ལ་གར་དགོས་པོ་རེད་ཟེར་ན། ཨ་ནི། འབྲས་བུ་དེ་སྒྲུབ་པ་བྱེད་པའི་ལམ་བ་དགོས་པོ་རེད། འབྲས་བུ་དེ་ངེས་པར་དུ་ཐོབ་པ་དང། འབྲས་བུ་གཅིག་ཐོབ་རྒྱུ་ཡོད་པ་དང་འབྲས་བུ་དེ་ངེས་པར་དུ་ཐོབ་པ་ལ་གར་དགོས་པོ་རེད་ཟེར་ན་འབྲས་བུ་དེ་ཐོབ་པ་བྱེད་པའི་ཐག་འོང། ཨ་ནི། འབྲས་བུ་དེ་སྒྲུབ་པ་བྱེད་པའི་ལམ་དེ

ད་གར་སོགས་རེ་ནང་པའི་གྲུབ་མཐའ་ཡོངས་སུ་རྫོགས་པ་དེ་བ་བསྡུས་བ་ཡིན་ན་ནི་གཞན་ལམ་རྗེས་བུ་ཟེར་གྱི་ནང་ལ་བསྡུས་དེ་བ་རེད་ཟེར་འདྲི་ཡི་ཚང་དེ་དཔེ་མ་ཟེར་ཡག་པོ་ཡོད་རེད། ད་དེ་གར་སོགས་རེ་ཨ་ནི་དཔེ་འདྲ་བ་ཅིག་མ་བཟོ་ན་དཔེ་ཆུང་ཆུང་ཅིག་ཏུ་ནི་བཞག་པ་ཡིན་ན་དཔེ་སྣ་ཆ་བཞག་ན་ང་ཚོ་བདག་མེད་ཟེར་ཡ་དེ་ད་དཔེ་བཞག་གོ་བར་ད་བདག་མེད་ཟེར་ཡ་དེ་གཞི་ངེས་པའི་ནོར་བཞག་ཆགས་དེ་བ་རེད། དེ་འདྲ་ཡིག་ཚང་བདག་མེད་ཟེར་ཡ་དེ་མ་བརྟགས་པ་ཟེར་ཡ་དུ་བདག་མེད་ཟེར་ཡ་དེ་གཞི་མེད་པའི་ནོར་བྱ་ཆགས་དེའོ་རེད། མ་བརྟགས་པ་དུ་བདག་མེད་ཟེར་ཡ་དེ་ཁོ་རང་གཞི་ཁོ་རང་གི་མིན་ནས། ནི་གཉིས་པའི་སྨན་ཚད་ལ་ཁོ་རང་གར་སོགས་རེད་ད། གྲོལ་བའི་ཆེད་ཅིག་རེད་འདུག་མི་འདུག། དེ་དངོས་གནས་དྲང་གནས་ཀྱི་གར་སོགས་རེད་ནང་པའི་གི། བཀའ་འགྱུར་དུ་བསྟན་རྒྱུ་རྣམས་ལ། ནི་ཕྱི་ཐོན་ཆེད་སྟོང་ཆེད་བདག་མེད་ཡིན་ཟེར་ཡ་དུ་འདི་གཞི་ཐོན་ཆེད་མ་བརྟགས་པ་ཡིན་ཟེར་ཡ་དེ། ཨེ་ནི་སངས་རྒྱས་ཀྱི་གསུངས་པ་གཙུག་ལག་ཕྱག་མ་ཤ་ལ་བྱིན་ནས་དེ་དག་རང་གཉིས་པའི་གནས་ཆེ་ལ་གནས་པ་རེ་དུ་མི་འདུག་ལྟ་ཅི་དང་འཁོར་བ་ད་གེ་སྲིད་ཨེ་ནི་ཕྱིའི་བདག་མེད་དུ་མི་ལྟ་བར་ཟེར་ཏེ། གེ་སྲིད་གཉིས་པའི་གནས་ཆེ་ལ་མི་གནས་པ་ཅི་དང། བདག་མེད་ཟེར་ཏེ་མེད་པ་ཡིན་ན། མི་རྟག་པ་ཟེར་ཏེ་མེད་པ་ཡིན་ན། ཨེ་ནི་མི་རྟག་པ་དུ་བདག་མེད་བསྒོམས་པའི་གེགས་དང་ང་རོ་སོ་ལོང་ཅི་འཁོར་བ་ལོང་དེ་ཤེས་བྱ་ལོག་པ་ཆགས་འགྲོ་འཁོར་བ་ལོག་ཡང་དག་པ་ཆགས་ཐུག་མ་རོ་བ། དེ་གཉིས་པའི་གནས་ཆེ་ལ་འཁོར་བ་གར་སོང་བའི་ཕྱི་ནང་བདག་ཏུ་གྲུབ་པ་དང། ཨེ་ནི་འདི་བཞི་རྣམས་བརྟག་པ་ཆགས་བསྡུས་ཡོད་ན། ཨེ་ནི་འདི་བཞི་མི་རྟག་པར་བསྒོམ་པའི་བློ་དང། ཨེ་ནི་གར་སོགས་རེ། འདི་བཞི་བདག་མེད་བསྒོམ་པའི་བློ། ཕྱིས་ཐམས་ཅད་བདག་མེད་བསྒོམ་པའི་བློ་དེ་བློ་ལོག་པ་ཆགས་འགྲོ་གི་ལོ་བཞི་ཆགས་འགྲོ་གི་ལ། འདི་ཆགས་སོང་བ་ཡིན་ན། ཁོ་བཞི་ཁོ་རང་ཉིད་ཀྱི་གནས་ཚད་ལ་མི་གནས་པ་ཅིག་ཡིན་ན་དེ་བསྒོམ་པའི་ཐོག་ནས་ལངས་ཏེ་ལོ་ཡང་རག་པ་ཡོང་དུ་ཡོད་ཨ་མ་རེད་པ།

ཇི་ཙམ་འབྲས་བུ་ཤེར་ཕྱིན་མ་ལོག་པར་ཡོང་མི་ཐུབ་དེ་རྩ་ནི། འབྲས་བུ་ཤེར་ཕྱིན་མ་ལོག་པར་ཆགས་པ་ལ། འབྲས་བུ་དེ་ཐོགས་པ་གཅིག་གིས་ལོང་ཤེར་ཕྱིན་མ་ལོག་པ་དང་ལོང་ཤེར་ཕྱིན་མ་ལོག་པར་ཆགས་པ་ལ། ད་ལོང་དེའི་དགོངས་བཞག་འོམ་ལོ་དེ་དང་འབྲེལ་བ་ཡོད་པས་གཞི་ཡི་རྣོ་ཆ་དེ་ཤེར་ཕྱིན་མ་ལོག་པ་ཅིག་གོ་དགོས། དེ་གཉིས་ད་ལྟ། ང་རོ་སོགས་བདག་མེད་མི་རྟག་པ་དང་བདག་མེད་བསྒོམས་པའི་གཞི། མི་རྟག་པ་དང་བདག་མེད་བསྒོམས་པའི

ད་ནང་པའི་ཚིག་རིགས་དང་ནང་པའི་ལྟ་གྲུབ་དང་ནང་པའི་ཆོས་སྲིད་དེ་གཙོ་བོ་དེ་རྒྱལ་མཚན་གསོ་བའི་ཆེད་ཡག་དེ། གཞི་ཞག་སང་འདྲ་བོ་དེ་ག་བར་བཞག་ཡོད་ཟེར་ན་ད་ལྟ་ང་ཚོ་མགོ་ཚུགས་ཆགས་ཡོད་རེད། ག་རེ་སོགས་རེད་གཞི་གཞི་གཉིས་པའི་ནང་བཞག་ལོངས་སྤྱོད་པའི་རིམ་པ། འབྲས་བུ་གཉིས་དེ་ཅན་སྲིད་ཟེར་ཡག་དེའི་མགོ་ལ་ཆགས་ཡོད་རེད། དེ་འདྲའི་ཡིག་ཆ་ཙམ་ལས་ང་ཚོ་ཚོ་ད་ལྟ་ག་རེ་སོགས་རེད་གཞི་ཡི་ནང་བཞག་བྱས་ཡོད་རེད་པ། གཞི་ལོངས་སྦྱིན་སྲིད་གི་མོ་ནི་གཞི་ཡི་ནང་བཞག་དེ། ད་དེ་ག་རེ་སོགས་རེད་ནང་པའི་ཚིག་རིགས་རང་ཆགས་ཀྱི་ཡོད་རེད། ནང་པའི་ཚིག་རིགས་རང་ཆགས་ཀྱི་ཡོད་རེད། འདི་གར་སོ་གོ་རེ་ནང་པའི་ཆེད་ཁས་ལེན་ངེས་ཅིག་ཡིན་ན་འདྲ། ཁས་མི་ལེན་པ་ཅིག་ཡིན་ན་འདྲ། གཞི་དངོས་ཐིག་གི་རྣོ་ཞགས་དེ་ཁོ་ཐག་རང་ཁོ་རང་དམིགས་པའི་གཉན་ཚད་དང་མཐུན་པ། དེ་རིག་པའི་ཐོག་ནས་བརྟག་དཔྱད་བཏང་པ་ཡིན་ན་ཁོ་ཏག་ཏག་རག་བྱེད་ཀྱི་ཡོད་དེ་མ་ཟད། དེ་འདྲའི་ཡི་གེ་གཙང་ཉམས་ཁོ་ནས། བརྟག་དཔྱད་ལམ་དུ་འབྲས་བུ་གསལ་བའི་སྐད་ཆ་དེ་ཤེས་འོང་དུས་ནང་པའི་ཆོས་ནང་མ་འགྲོ་བར། དེ་འདྲའི་ཡིག་ཚང་དེ་ང་ཚོ་ཆེད་ཁས་མི་ལེན་ངེས་དེ་ཚོར་འབྱར་བ་ཁོ་ཡོད་མ་རེད། ད། ནང་པའི་ཚིག་རིས་ཟེར་ཡ་དེའི་ནང་ལ།

ད་གནང་ཤིག་ཅེས་ནི་ཨ་ནི་གར་སོགས་རེད་ཅེས་ནཱ་ལེནྡྲ་གི་མཁས་པ་རྣམས་ཀྱིས་གསུང་བས་ཟེར་དེའི་སྦྱིན་སྲེག་གི་དོན་ཁས་ལེན་དགོས་ཡོད་མ་རེད་ག་རེ་ཟེར་ན་སྙིང་པོའི་གནས་ཚུལ་དུ་མི་འཚོགས་པ་ཅིག་ཡིན་ན་ངེས་པར་དུ་འདོགས་དགོས་རེད། དེ་སངས་རྒྱས་རང་གིས་དགོངས་པ་རེད། སངས་རྒྱས་བཅོམ་ལྡན་འདས་ཁོང་རང་གིས་ཨ་ནི། ཅེས་ང་ཁྱོད་རང་སུ་བསྟན་པ་ཡིན་པའི་སྦྱིན་སྲེག་ཅིག་ངའི་གསུང་བྱང་ཆུབ་ཏུ་ཁས་ལེན་བྱེད་མི་དགོས་ཟེར་བ། གཙོ་བོ། ཨ་ནི་ངའི་གསུང་བྱང་ཆུབ་ཀྱི་དོན་དག་དེ། སྙིང་པོའི་གནས་ཚད་ལ་གནས་འདུག་མི་འདུག་དེ་སོ་སོ་སོ་སོར

བསྟན་པ་མི་འདྲ་བ་མང་པོ་ཅིག་བྱུང་ཡོད་རེད། བསྟན་པ་མི་འདྲ་བ་མང་པོ་ཅིག་བྱུང་ཡོད་པའི་ནང་ནས། ཚོགས་པ་གསང་ཆེན་བཅོམ་ལྡན་འདས་མ་གཏོགས་པའི། ཨ་ནི་བསྟན་པ་ཡོད་རྫུས་ཀྱི་གསུང་ཡང་དེ། ཨ་ནི་ངས་གསུང་བཤགས་འཇུག་གི་བཀའ་ལ་དཔེ་བརྩི་དགོས་རེད། ངས་གསུང་བཤགས་འཇུག་གི་བཀའ་ལ་བརྩི་བ་ཡིན་ན་ཁྱོད་རང་སུ་ད་གར་སུ་རེད་ལྕགས་བྱི་མ་བདེ་འགྲོ་ཐོབ་གི་རེད་ལྷ་ཡུལ་ལ་སླེབས་གི་རེད་ཐར་པ་ཐོབ་གི་རེད། ཟེར་ངེས་ཅིག་མ་གཏོགས་ཅིག་གིས། ཨ་ནི་ངས་གསུངས་པའི་བཀའ་ལ་ཨ་ནི་ང་རྒྱུ་མཚན་དེ་བྱས་ནས་བརྩི་དགོས་མ་རེད། ཨ་ནི། སུའུ་ཞང་ཆུ་བོའི་དོན་དག་དེ་གཉིས་པོའི་གནས་ཚུལ་དང་མཐུན་མི་མཐུན་བརྟག་དཔྱད་བཏང་ཆོག་བརྟག་དཔྱད་བཏང་ནས་མི་མཐུན་པ་ཡིན་ན་དོགས་དགོས་རེད་ཟེར་ཡག་གི་སྐད་ཆ་དེ་ད་ང་རོ་སོ་ནང་པའི་གི་བསྟན་པ་ཐོས་པ་སངས་རྒྱས་བཅོམ་ལྡན་འདས་ཁོ་ནས་གི་བཀའ་སློབ་ཅིག་དང་བཀའ་མོལ་ཅིག་ཆགས་བསྡད་པ་རེད་དེ་བཀའ་སློབ་དང་བཀའ་མོལ་དེ་གཞི་རྩ་བཞག་པའི་ཐུགས་ནས་དེ་བཀའ་སློབ་དང་བཀའ་མོལ་དེ་གཞི་རྩ་བཞག་པའི་ཐུགས་ནས་ཨ་ནི་ང་རོ་སོ་ག་རོ་སོ་བ་རེད་རྒྱན་གཅོད་གི་མཁས་པ་དང་སོ་ཡོད་དེ་ནང་བཞིན་གྱི་ནས་འགྲོ་ཡོང་རོགས་བ། སངས་རྒྱས་ཀྱི་གསུང་རག་ལ་དྲུག་ནན་བཅད་ནས་རེད། རེད་བ། ཨ་ནི་ཅིའི་ཨུ་མ་པི་ཡི་མཁས་པ་ཡིན་ན་འདྲ་སེམས་ཙམ་ཡི་མཁས་པ་ཡིན་ན་འདྲ་དུ་སུག་གི་ནཱ་ལེནྡྲ་ཡི་མཁས་པ་དུ་སུག་གི་སངས་ཆེན་གྱི་གསུང་ལ་གྲུབ་ངན་ཅེས་བྱས་ཨ་ནི་ཁོ་རིགས་གཅིག་པའི་ཁས་ལེན་དུ་མི་རུང་བ། རིགས་གཅིག་ཁས་ལེན་དུ་རུང་བ། དེ་འདྲས་ཀྱི་གྲུབ་ངན་ཅེས་ནི་ད་དེ་འདྲས་གཅིག་གི་ཐོག་ནས་བསྟན་པའི་བྱེད་དངོས་དེ་ཨ་ནི་ཞི་བའི་གཅིག་གི་པི་དག་པོ་དང་གཉིས་པའི་གནས་ཚུལ་དང་མཐུན་པ། གཞི་རྩ་དེའི་ཐོག་ནས་ཨ་ནི་དེ་རིགས་སངས་ངེས་ཀྱི་དེ་སྲིད་ལ་ཡིན་ན་ཡང་ཨ་ནི་ང་ཚོ་འཛམ་བུ་གླིང་གི། རེད་བ།

རྒྱུན་ཆ་ཆེན་པོ་དུ་སོགས་ཀྱི་སྒང་ལ། ཚེ་རིག་དུག་མཉམ་དུ་འཕགས་ཚེ་བགྲོ་གླེང། གར་སོགས་རིག་བྱེད་ཐོགས་མེད་ཀྱི་ཕྱི་ལུས་ཀྱིས་དང། བགྲོ་གླེང་བྱེད་ཐོགས་པ་སོགས་ནི་མ་ཟད། ད་ནང་པའི་གཞུ་ལུས་ཀྱི་ནང་ནས་ཚེ་རིག་ལ་ཕ་བློ་ཆེ་བྲལ་ཡོད་ཀྱི་དེ་སྲིད་ཀྱི་ཕྱག་ཐོགས་པ་དེ་ཆ་ཚང། སྒྲོ་མདོང་འདྲ་བོ་དེ་སངས་རྒྱས་ཁོ་རང་གི་དང་པོ་ལྟ་གྲུབ་སྟེ་འདི་ནི་སྟེ་ཏང་གི་ཏང་དབང་དང། གཅིག་དགོངས་པ་ཞིག་དྲིན་གྱིས་གཅིག་ཐོག་ནས་མ་བསྟན་ཡོད་པ། དེ་སུ་གིས་ང་ཚོ་ད་ག་རེ་སོགས་རེད་འཇིགས་བྱེད་ལ་བརྟེན་ནས་བྱུང་བ་ཞིག་རེད་དོ། དེ་པས་ང་རེ་སོ་སོ་སོ་དང་ང་རེ་སོ་འདི་ནས་ཡོང་མཁན་ཚང་མ་ནང་པའི་རྗེས་འཇུག་རྐྱང་ཆག་ཆག་གི་དེ་ཙམ་ནས་དངོས་གནས་ཀྱིས་སོ་སོ་གི་ག་རེ་སོགས་རེད། ཆོས་ས་གི་ཆེད་ལུས་དེ། དཔེར་ན་ཆེད་ལུས་ནོར་མེད་པ། ཆེད་ལུས་ཡང་དག་པ་ཡིན་པ། ཆེད་ལུས་དེ་ཞུས་པ་ལ་པའི་རྗེས་སུ་ཡིད་རུས་དུ་སྤྲོ་བ་བཅས་བྱོས་ཡག་གི་ཆེད་ལུས་ཤིག་ཆགས་བསྡད་པ་རེད་དེ་ནི་ཞོར་ལས་ཞུས་པ་ཡིན་གནད་འགག་ཆེན་པོ་རེད།

ག་རེ་ཟོ་གི་རེད། དགེ་མཚན་འདྲ་པོ་ཅིག་མ་བཟོ་ན་ཨ་ནི། ད་ཡིག་གི་སྣོ་ཤ་མ་རེད་ད། སྤྱི་བཏང་ཡིག་དུས་ཡིག་ཆས་ཀྱི་སྣོ་ཤ་གཉིས་བྱས་རེད་བ། སྤྱི་བཏང། ཨ་ནི་བྱེ་བྲག་དམངས་ཡིག་གི་ད་ག་རེ་ཟོ་གི་རེད། དྲ་མཐའ་མང། སྐད་ཆ་ཤེས་ཡོང་འདི་རྩ་ནི་ཨ་ནི། དེ་གཙོ་བོ་དེ་རེད་ཤག་ད་ག་རེ་ཟོ་གི་རེད་ཨ་ནི་ཁྲེན་ཆུང་དབྱིན་ཡིག་གི། བརྔན་པ་མཛོད། ཁྱད་ཆོས་དབྱིངས་ཉིད་ཀྱི་དེ་ནས་བསྙེན་པར་མཛོད་བརྩམས་ནས། བསྙེན་པར་མཛོད་རྩོམ་པའི་གནས་སྐབས་དེ་ལ་ཀྱང་ཁྱད་ཆོས་དབྱིངས་ཉིད་ཀྱི་དེ་ནས་ཤེས་བྱ་ཡོད་རྫོགས། ཚིག་བསྡུས་བ་ཡིན་ན་ཤེས་བྱ་ཡོད་རྫོགས་པ་དེ་ག་ཚོད་ནས་བསྡུས་ཡོད་རེད་ཟེར་ན། ལྔ་ནས་བསྡུས་ཡོད་རེད། ལྔ་ནས་བསྡུས་ནས་གོ་རོགས་བཤད་ཡོད་རེད། ད་ལྔ་དེ་གར་ཆགས་ཡོད་རེད་ཟེར་ན་མཁར་རྫོང་གྲོང་ཁྲེགས་བརྒྱ་ཚར་བ་ན་ཤེས་བྱེད་ནི་སྣང་བ་གཟུགས་ཀྱི་གཞི། གཙོ་བོ་སེམས་ཀྱི་གཞི་འཁོར་སེམས་གཞུང་གི་གཞི། འདས་མ་འདས་རྗེས་ཀྱི་གཞི་འདས་མ་ཞིག་གི་གཞི། ཨོ་དེ་ཆགས་ཡོད་རེད། ད་དེ་ན་ནི་ང་རོ་སོགས་ག་རེ་སོགས་རེད།

ཨ་ནིའི་ཡིད་དུ་མི་བྱེད་སྙིང་གི་ནང་ནས་ཡུད་ཀྱིས་ཁོས་སུ་གཏོགས་པ་དང། ཨ་ནིའི་གར་སོགས་གཙོ་བོ་སེམས་ཀྱི་གཞི་དང་ཁོ་སེམས་གཞུག་གི་གཞི་གཉིས་པོ་དེ་ཨ་ནིའི་ཡིད་ཀྱིས་ཁོས་སུ་གཏོགས་པ་རེད། གཞི་གཞི་རང་གི་སེམས་ཀྱི་ནང་ནས་གཞི་ཡི་ནང་ནས་ཡིད་དུ་མི་བྱེད་སྙིང་བྱས་པ་ཡིན་ན་དུག་སེལ་མི་བྱེད་ཀྱི་རེད། བར་ཐག་དེ་སོང་ཡིན་ས་རེད། ད་ནི་དེ་ལྔ་པོ་དེ་ནང་ལོ་རེ་བ། ཤེས་བྱ་གི་དེ་ནི་གཞི་ལྔ་པོ་དེ་གི་ནང་ལ་སྤྱི་བཏང་གི་ཕྱི་ཐུགས་རྗེས་བསྡུས་པ་ཡིན་ཙང། ལོང་དང་འབྲས་བུའི་རྣམ་གཞག་དེ་བས་དེ་ནི་བསྡུས་བསྡུས་བ་རེད། ལང་དུ་རྫུ་བུ་ནི་ར་དེའུ་དེ་རང་བསྡིགས་དེའོ་རེད། དེའི་སྔ་པོ་དེ་ནི་མ་བསྡིགས་པའི་ཕྱིས་གང་ཡང་ཡོད་མ་རེད་གཞི་ལམ་གྱི་སྲིད་ཡུལ་དུ་བསྡིགས་དེའོ་རེད་བ། གཞི་ལམ་གྱི་སྲིད་ཡུལ་དུ་བསྡིགས་དེའོ་རེད་དེ་ཡིན་ན་ཡང་སྤྱི་སྟོང་གི་ཆ་ནས་བྱས་པ་ཡིན་ན་ཁོ་རང་སོགས་ཀྱིས་དེ་ཤེས་བྱ་གཞི་ལྔ་ཁོ་རང་ཅི་ཡང་གི་སྐད་ཆ་བཤད་པ་ཡིན་ན་དེ། གཞི་ལམ་གྱི་སྲིད་གི་ནང་ནས་དེ་ནི་ག་རེ་སོགས་རེད་གཞི་ཡིན་ན་བཞག་ལ་འགྲོ་དགོས་རེད། གཞི་ལམ་གྱི་སྲིད་གི་ནང་ནས་གཞི་ཡིན་ན་བཞག་ལ་བཞག་དགོས་རེད། དཔེར་ན་ཆགས་ཞེ་ན་ང་རང་སོགས་ཀྱིས་ཤེས་བྱ་དུ་ཡོད་པ་ཟེར་ཡང་འདྲ་པོ་འདུག་བདག་མེད་དུ་མི་རྟག་པ་ཟེར་ཡང་འདྲ་པོ་དེ། གཞི་ལམ་གྱི་སྲིད་གི་ནང་ནས་གཞི་ཡིན་ན་བཞག་ལ་བརྩི་གི་རེད་བ། ཡིན་ན་ཡང་བདག་མེད་ཀྱི་ནང་ལ་བདག་མེད་ཡིན་གྱི་གི་ལའང་ཡོད་རེད་པས་ཡོད་རེད་པ། བདག་མེད་ཡིན་ངེས་ཀྱི་འབྲས་བུས་ཡོད་རེད་པས་ཡོད་རེད་པ། མི་རྟག་པ་ཡིན་ངེས་ཀྱི་ལའང་ཡོད་རེད། མི་རྟག་པ་ཡིན་ངེས་ཀྱི་འབྲས་བུས་ཡོད་རེད་དེ་ཡིན་ན་ཡང་སྤྱི་བཏང་གི་མི་རྟག་པ་ཟེར་ཡ་དང་བདག་མེད་ཟེར་ཡ་ཁོ་རང་གི་རང་བཞིན་གྱིས་ཨ་ནི་གཞི་ལམ་ཇི་སྲིད་ངང་ལ་གཞི་ཡི་ཁུ་ཐུག་ལ་བཞག་དགོས་རེད། འདི་འདྲའི་ཡི་གེ་རྩ་ནི་དང་གི་ཤེས་བྱ་གཞི་ལྔ་པོ་དེའོ་གཙོ་བོ་དེ། ཁོ་རང་གི་རོ་སྡུག་གི་ཆ་ནས་སྐད་ཅིག་བཤད་པ་ཡིན་ན་ཨ་ནི་གཞི་ལམ་ཇི་སྲིད་ངང་ལ་གཞི་ཡི་ཁུ་ཐུག་ལ་བརྩི་དགོས་རེད།

གཞི་དེ་ལུང་དང་འབྲས་བུའི་སྙིང་པོ་འཇུ་ས་འདྲ་བོ་དེ་ཆགས་ཡོད་རེད། ལུང་དང་འབྲས་བུའི་སྙིང་པོ་དེ་རྟེན་ས་སོ་སོ་འདྲ་བོ་དེ་ཆགས་ཡོད་རེད། རྟེན་ས་དེ་དཔེ་ལྟ་བུ་ཞིག་མེད་པ་ཡིན་ན་ཨ་ནི་རྟེན་ས་དེ་ནི་ངས་ཆགས་སོང་ན། དེ་ལ་བརྟེན་པའི་རྟེན་པ་ལུང་དང་འབྲས་བུ་དེ་ཡོངས་ཐོག་ཡ་འཁོར་ཡོག་མ་ལ་བ་དེ་འདྲ་ཡིན་ཙང་གཞི་ཟེར་བའི་དེ་ཀ་ལ་དེར་བ། དཔེར་ན་ང་ཚོ་ཆགས་ཤིག་ན་ས་གཞི་ཟེར་དེ་ཀ་ལ་ཨ་ནི་ཆེས། ས་གཞི་དེའི་མགོ་ལ་རྟེན་བསྡེབས་པའི་སྲོག་ཆགས་དང། རྩི་ཤིང་ནགས་ཚལ་དང། རི་ར་བ་ཁུང་ཅི་ལ་སོགས་པ་ཡོངས་སུ་རྫོགས་པ་དེ་ས་གཞི་ལ་བརྟེན་ཏེ་དེ་སྐབས་ལ་ས་གཞི་དེ་ལ་གཞི་ཟེར་གྱི། གཞི་ཟེར་གྱི། གཞི་ཟེར་ཡ་དེ་ཁོ་ནི་དེ་ལ་གཞན་པ་ཅིག་བརྟེན་ཡོད་པ་ཡིན་ཙང་ཁོ་གཞི་ཆགས་གོ་བར་བ། བརྟེན་ཏེ་ཙང་ནི་ཁོ་ལམ་འབྲས་གཉིས་ཏེ་ས་འདྲ་བོ་སྟེ། ཙང་ནི་ཙང་གི་གཞི་ལ་བརྟེན་ཏེ་ཙང་ནི་ཁོ་ལ་མིང་གར་བཏགས་པར་ཟེར་ན་གཞི། དེ་ནས་ཀ་ད་ཤི་ཤ་ཤི་ང་གི་ན་ནི་ཨ་ནི་སྣོད་དབང་གཟུགས་ཀྱི་གཞི་ཟེར་ཡ་ཅི་བར་བ། སྣོད་དབང་གཟུགས་ཀྱི་གཞི་ཟེར་ཡ་དེ་དུ་གཟུགས་ནི་དེ་ཅི་རེད་ཟེར།

ཨོ་མ་རེད། གཙོ་བོ་སེམས་ཀྱི་ཡིད་སྲིད་པའི་སྐལ་ལ། སེམས་དེ་གཙོ་བོ་ཆགས་འདོད་པ་རེད། སྲིད་ཞུ་དེ་ཁོ་རང་གི་འཁོར་ཆགས་འདོད་རེད། དཔེར་ན་ང་ཚོ་གཅིག། ལུམ་བིའི་རྒྱ་སྤོ་འདྲ་བོ་བྱས་ན་རྒྱ་སྤོ་དེ་སེམས་ཀྱི། ཚགས་ཚགས་སོང་འདྲ་དེ་རེད། སྲིད་ཞུ་དེ་ག་དེ་སྲིད་ཞུ་ང་གཅིག་ང་གཅིག་དེ་དེ་རྒྱ་སྤོ་དེ་འོག་ལ་གླེན་པོ་དང། ཨ་ནི་དེ་དམག་མི་དང། ཨ་ནི་གཅིག་ག་རེ་སོང་བ་རེད་ཨ་ནི། ཤང་ཚོད་དང་དེ་སོང་འདྲ་བོ་དེ་གི་ཆགས་འདོད་ད། དེ་གི་ཚང་ཁོ་སྲིད་ཞུ་གི་གཞི། རེད་བ། ཨ་ནི་འདས་མ་འདས་ཞིག་གི་གཞི་དང་འདས་མ་ཞིག་གི་གཞི། ད་དུ་ས་རེད། དེ་ནས་ག་རེ་ཟེར་བ་རེད་ད་ཅི། བཙོ་བསྲེག་དང་སྲེག་གཞུང་གི་སྐོར་བྱོས་ར་དེ་སྤྱི་བཏང་གི་རྗེས་མ་བློ་རིག་ན་སླེ་དེ་རྩ་ན་ཡང་ཨ་ནི་གཞི་ཅིག་ཁྲག་ཡོང་གི་རེད་ར་བ་དེ་ང་ཚོ་ད་རིང་འདི་བཤད་དེ་ན་ད་ཡང་ཅི། དེ་སྲེག་དེ་སྲུང་ག་འགྲོ་ས་རེད་དེ་འདྲ་ཡིན་ས་ནི་དེ་འོག་ལ་ཤེས་རྗེས་བྱས། ད་དེ་འོག་དེ་ལ་ག་རེ་གསུང་འདུག་ཟེར་ན་ཨ་ནི། གཞི་ནག་པོ་དེ་ལྟར་བྱུང་གཉིས་པོར་བྱས་ཏེ། ད་ཁ་ཚང་སྔས་མ་ནས་སྐད་ཆ་བཤད་ཚར་ར་ད།

དེ་ནི་ཆུ་དེ་ཅི་བྱ་གི་རེད། ཤེས་བྱ་དེ་ཅི་བྱ་གི་རེད། ཡོད་པ་དེ་ཅི་བྱ་གི་རེད། འདི་ཡི་གཙང། ཤེས་བྱ་གཞི་ལྔ་པོ་ཡོངས་སུ་རྫོགས་པ་དེ་གཉིས་པོར་བྱ་གི་ཡོད་རེད། ད་གྲངས་ཀ་བཞི་སྐད་ཀྱི་དངོས་པོའི་མཚན་ཉིད་གཅིག་པ་རེད། དེ་འཕྱེ་ནུས་པ་དངོས་པོའི་མཚན་ཉིད་ཟེར་ཡ་དེ་སྐྱེས་པ་གཅིག་རྐྱང་རེད། ཡིན་ན་ཡང་དེ་འཕྱེ་ནུས་སྟངས་དེ་དེ་འཕྱེ་ནུས་པ་ཟེར་ཏེ་འགྲེལ་བཤད་རྒྱག་འོང་དུས་ལོག་ཁ་ཡོད་རེད། རེད་པ། དཔེར་ན་ཆ་ཤས་ལ་མདོ་སྡེ་པ་ཡིན་ཕྱིར་བྱས་པ་ཡིན་ན། དེ་འཕྱེ་ནུས་པའང་ཟེར་འོང་དུས་ཙང་ནི། དེ་འཕྱེ་ནུས་སྟངས་དེ་ཁོ་རང་འབྲས་བུ་སྐྱེས་པ་ལ་དེ་འཕྱེ་ནུས་པའི་ཆ་ནས་འབྲས་བུ་སྐྱེད་པ་ལ་བདེན་བཞི་ནུས་པའི་ཆ་ནས་འབྲས་བུ་སྐྱེད་པ་ལ་ཕན་འདོགས་པའི་ཆ་ནས་དེ་བཞིན་ནུས་པ། དེ་འདྲ་ཡིག་ཚང་གཉིས་པོ་ལ་འདི་བཞི་དགོས་པ་རེད་ཟེར་འདྲི་གཞི་རྒྱག་དགོས་པ་རེད། བྱེ་བྲག་དམངས་ཡིག་གི་དེ་འཆད་ནུས་པ་ཟེར་བའི་རྩ་མིང། འབྲས་བུ་སྐྱེད་པ་ལ་དེ་བཞིན་ནུས་པ་དགོས་མ་རེད། སྤྱི་བཏང་གིས་ཁོ་རང་གིས་འབྲས་བུ་ལ་ཕན་བཞི་བཏགས་ན་འཇིག་གོ། སྐྱེད་པ་ལ་ཕན་བཏགས་དགོས་མ་རེད། འབྲས་བུ་ལ་ཕན་བཞི་བཏགས་ན་འཇིག་གོ། ཁོ་རང་གིས་འབྲས་བུ་དེ་སྐྱེད་དགོས་མ་རེད། ད་ག་ཚང་ང་ཚོ་དེ། འདི་རང་གིས་ང་ཚོ་ཇི་འདྲའི་ཆེ་བ་བསད་དེ་ཁྲིད་དེ་ཙནི། ཨ་ནི་ང་ཚོ་ག་རེ་ཟེར་བ་རེད་ཇི་ལྟར་མ་ཡིན་ལུས་ཀྱི་ཇི་ཤེས་འོང་དེ་ག་རེ་ཤེས་བཞག་ཡོད་ཚོ་ཇི་བྱ་གི་ཡོད་བ་རེད་བ། ཇི་ལ་ཡིན་ཇི་མིན་ཇི་འདི་ཞིག་གུག་མ་རོག་ཇི་བྲོས་བཞག་འོང་དེ། དེ་འདྲའི་ཡིད་དེ་ཆེས་ཐོན་ཆེས་གཉིས་པོ་བཞག་གི་རེད་དེ་འདྲའི་ཡིད་ཙང་དོན་ཆེས་གཉིས་པ་གཉིས་པའི་ཚིག་གཉིས་ཟེར་ཡ་དེ་གྲ་མཐའ་གཞི་སྐད་ཀྱི་ཆེ་བ་གལ་ཡོད་མ་རེད་ཡིན་ན་ཡང་མདོ་སྡེ་པ་ཡིན་ཆེས་ཀྱི་དོན་ཆེས་གཉིས་པའི་འགྲེལ་བཤད་དེ་གཅིག་པ་རེད་ཇི་ལྟར་མ་ཡིན་དེ་བཞིན་གཉིས་པའི་འགྲེལ་བཤད་དེ་དེ་ལས་གཞན་ཞིག་རྒྱག་གི་རེད་མི་འདྲ་བ་རྒྱག་དགོས་རེད།

ཕན་གཞི་དང་ལ་འགྲིག་གོ་རེད་མ་གཏོགས་ཁོ་རང་གི་འབྲས་བུ་གཅེས་དགོས་མ་རེད་བ། ཨོ་ད་ལྟའི་ཆ་དེ་བས་རེས་མི་འདྲ་བ་གཅིག་དེ་རེད། དེ་ནས་ད་དུ། དེ་འདྲའི་སྤྱི་འོས་འདི་བརྩི་ནས་ད། བྱེ་བྲག་མ་ཡིན་གྱི་ཐུན་མོང་མ་ཡིན་གྱི་བཞེད་པ་དེ་གར་ཆགས་དགོས་ཟེར་ན། ཡོད་བར་དུ་ཤེས་བྱ་དེ་གཉིས་པོ་གསུམ་པོ་དེ་དོན་གཅིག་བཞག་གི་རེད། ཡོད་བར་དུ་ཤེས་བྱ་དེ་གཉིས་པོ་གསུམ་པོ་དེ་དོན་གཅིག་བཞག་འོང་དུས་ག་ལ་ད་ད་གིས། ཤེས་བྱ་གཞི་ལྔ་ཡོད་བ། ཤེས་བྱ་གཞི་ལྔ་ཡིན་ན་ནི། འདི་མ་ཤེས་ཀྱི་ཕྱིར་ནམ་གར་བཞག་གི་རེད་ཟེར་ན་རྟགས་དཔེ་གཉིས་པོ། སྡིག་མ་ཞིག་གི་ཕྱིར་དེ་ལྟ་བ་ཞག་རེད་གཉིས་པོ་ཞག་རོ། ལྟ་བ་རེད་ཁོ་འཇལ་བ་མེད་པ་ཡིན་ཚ་ལྟ་བ་ཆགས་འཇལ་བ་མེད་པའི་ཕྱིར་ཆགས་པ་ཡིན་ཚ་ལྟ་བ་ཆགས་རོ་གཉིས་པོ་རེད་གི་ཡོད་རེད་ག་རེ་ཞིག་གོ་རེད་ཟེར་ན། ཁོ་ཤི་ཤག་ཏུ་ཡོད་པ་དང་བྱིས་པ་རེད། དེ་འདྲའི་ཡིན་ཏེ་སྡིག་མ་ཞིག་གི་ཕྱིར་དེ་ལྟ་བས་གཉིས་པོ་ཞག་གི་ཡོད་རེད། དེ་ནས་གཟུགས་ཤིང་འདི་མི་འདི་ཞེས་གསུངས་པ་དེ་མི་རྟག་པས་གཉིས་པོ་ཞག་གི་རེད། ད་གཟུགས་ཤིང་འདི་མི་འདི་ཞེས་གསལ་བསྟན་ན་ད་འདིའི་ཤི་ཤག་བཞི་ལྔ་ཡི་ནང་ནས་དང་པོ་བཞི་པོ་དེ་ནི་བསྡུས་ཚར་རེད་ག་རེ་ཟེར་ན། གཙོ་བོ་སེལ་གྱི་ཤིག་དང་ཁོ་སེལ་གཞུག་གི་ཤིག་གཉིས་པོ་དེ་ཤི་བ་ཡིན་ཚའང

ཆེས་ཐང་ཆེས་མཛེས་སྒྲོག་བྱ་གི་རེད་དེ་ཡིན་ན་ཡང། ག་རེ་ཟོ་གི་རེད། འདས་པའི་དུས་ཀྱི་ཆེས་ཡིན་ན་ཡང་མཛེས་སྒྲོག་བྱ་གི་ཡོད་རེད། མ་འོངས་པའི་དུས་ཀྱི་ཆེས་ཡིན་ན་ཡང་མཛེས་སྒྲོག་བྱ་གི་ཡོད་རེད། ད་ལྟ་བའི་ཆེས་ཡིན་ན་ཡང་མཛེས་སྒྲོག་བྱ་གི་ཡོད་རེད། དུས་སུ་མཛེས་སྒྲོག་བྱ་གི་ཡོད་རེད། ཡིན་ན་ཡང་མཛེས་སྒྲོག་བྱ་གི་ཡོད་རེད་དེ་ཡིན་ན་ཡང་རྫས་ཡོད་བྱ་གི་རེད་བཟི་ན་བྱ་གི་མ་རེད། ཆེས་ཐང་ཆེས་རྫས་ཡོད་མ་རེད། རྫས་ཡོད་དང་ག་རེ་དོན་ཆེས་ཆགས་ཀྱི་ཡོད་རེད་ཟེར་ན། ནི། བདེ་སྡུག་བདེན་པ་དེ་ཆགས་དེའོ། རེས་བྱེ་བྲག་མང་བ་ཁོ་རང་སོགས་ཀུན་ལུས་ལ་བྱས་ན། བདེ་སྡུག་བདེན་པ་དང། རྫས་གཉིས་དོན་གཅིག་ཆགས་དེ། ཀུན་རྫོབ་བདེན་པའི་ཕྱིར་གང་ཡིན་པ་དེ། ཀུན་རྫོབ་བདེན་པའི་ཕྱིར་གང་ཡིན་པ་དེ་དཔེར་ན་ཆ་བྱས་ན་བུམ་པ་དང་ཀ་བ་དང། ནི། དེ་གའི་བཀོད་དེ། ག་རེ་སོགས་རེད། རྫས་དྲུག་རེད། ནི། རྫས་ཡས་རེག་གི་ཡོད་མ་རེད། རྫས་ཡས་དང། ནི། བདེ་སྡུག་བདེན་པ་གཉིས་བྱེད་པ་ཆགས་གོ། རེས་འོ་དེ་རེད།

རྒྱུ་མཚན་གཅིག་དེ་རེད། རྒྱུ་མཚན་གཉིས་པ་དེ་ག་རེ་རེད་ཟེར་ན། ང་རང་ཚོ་གནོད་གཞིའི་ཚོགས་དྲུག་གི་གནོད་གཞིའི་ཚོགས་དྲུག་པོ་དེ་གི་ཕི་གེ། ཕ་མི་རྗེ་ས་མདོག་ཅིག་དགོས་ར། གནོད་གཞིའི་ཚོགས་དྲུག་པོ་དེ་གི་འཛིང་ཡོང་དུས། གནོད་གཞིའི་ཚོགས་དྲུག་པོ་དེ་གི་ཕ་བཟུང་ཡོང་དུས། གནོད་གཞིའི་ཚོགས་དྲུག་པོ་དེ་གི་ལྟོགས་ཡོང་དུས། ལྟོགས་རྒྱུའི་ཕི་གེ་གཅིག་དགོས་ར་ཕི་གེ་ཕི་གེ། ལྟོགས་རྒྱུའི་ཕི་གེ་ང་ཚོ་གཅིག་མི་རྗེ་ས་མདོག་ཅིག་དགོས་ར། འདི་རེད་ཟེར་བའི་གཉིས་པའི་གནས་ཚད་ལས་བོད་ཀྱི་དྲུག་བརྒྱ་ཅུ་སྐོར་བ། དེ་འདྲའི་ཡི་གེ་ཁོ་རྫས་དྲུག་མ་ཡིན་ན། རྫས་དྲུག་མ་ཡིན་ན། ཨ་ནི་ཁྱི་ཁོ་རང། ཡིད་ཀྱི་ངོས་ནས་གཉིས་པའི་གནས་ཚད་ལ་དྲུག་འཁོར་ཐོག་མ་རེད། རེད་བ། ང་ཚོ་མཐོང་བསྡད་པའི་ཁྱི་དེ་གའི་དེ་སོ་སོ་སོ་སོ་རྫས་མ་འདྲ་བ་ཁོ་ན་བྲི་གི་ཡོད་རེད། ད་ག་ནང་བཞིན་ཅིག་ནི་མི་ཞིག་གི་མཐོང་མི་ཐོག་གི་འདི་མ་ཞིག་གི་ཁྱི་དང་དུ་སོང་ན་ཡང་ཁོ་རོ་སོ་སོ་སོ་སོ་ལ་བཏུས་པའི་གར་སོགས་རེ་ཡང་ཅིག་ཡར་བྲི་ཡག་གི་རྫས་ཅིག་ཡོད་རེད།

འདི་ལྕགས་ལ་དེ་བརྗིད་ཆ་བཟང་པོ་ཅི་རེད་བརྗིད་ལྕགས་ལ་དེ་བརྗིད་ཆ་ཡག་པོ་མི་འདུག་ཟེར་དུས། ལྕགས་ལ་དེ་ཁོ་རོ་བཟོ་ཡག་གི་རྫས་གི་སོང་འདྲ་པོ་དེ་ཡག་པོ་མི་འདུག་ཟེར་གོ་ར། བྱས་ཙང་ཁོ་ཁྱི་གང་ཁྱི་གཅིག་ཡིན་ན་ཡང་ཁོ་རོ་བྲོས་ཡག་གི་ཕི་གེ། གཅིག་དགོ་ར་ཕི་གེ་བཞི་འདྲ་ཞིག་དགོ་ར། འདི་ལ་རྫས་དྲུག་གོ་རྫས་ཟེར་ནས་རྫས་ཟེར་ཡ་གོ་བ་གཅིག་དེ་རེད། དེ་འདྲས་ཡིན་དུས་ཁྱི་མཐོང་ཆེད་རྫས་དྲུག་རེད་ཟེར་རྫས་དེ་འོ་དེ་ཆགས་དེ་འོ་རེད། ད། རྫས་འགྲུབ་སྲིད་དེ་ག་ལ། རྫས་སྲིད་དེ་ག་ལ་གོ་བ་གཞན་པ་གཅིག་དེ་ག་རེ་ཡོད་རེད་བས་ཟེར་ན། གོ་བ་གཞན་པ་གཅིག་དེ་བརྟན་པོར་གོ་བ་གཅིག་ཡོད་རེད། རེད་བ། བརྟན་པོར་གོ་བ་གཅིག། བས་ད་ག་སོ་གཞན་ལ་མ་བལྟས་པ་བརྟན་པོ་ནས་ཡར་གོ་བ་གཅིག་ཡོད་རེད། དེ་འདྲ་ཡིན་དེ་ང་རོ་སོ་ནོ་འཇིག་ཐེན་ཅུའི་ལུས་ཤ་བྱེད་པ་ཡིན་ན། ཨ་ནི། རྫས་ཡོད་དོ་རྫས་འགྲུབ་སྲིད་དེ་ག་ལ་ཐེན་ཅུའི་རྟགས་གྲུབ་དགའ་བྱ་བྱ་དགོས་དོ།

ད་སྤྱི་བཏང་གི་ནི། དེ་དུ་བདེན་པ་དུ་ཀུན་རྫོགས་བདེན་པ་སེ་ཡ་དེ་གང་བྱེད་ཅིག་བྱ་ག་ར་སེ་ན་ཞེ་རང་མ་ཡིན་རུ་དུ་བྱེད་ན། ད་དང་པོ་དེ་དུ་བདེན་པའི། ཀུན་རྫོགས་བདེན་པའི་མཚན་ཉིད་དུ་བྱ་ཡོད་རེད། བཅོམ་པ་སྒོམ་བློ་ཡི་ཆ་ཤས་སོ་སོ་གསལ་བ་ན། རུང་ཚིག་གཅིག་བློར་འདོར་རུང་ཡི་གེ་ཕྱིས་སུ་མི་སྦས། བཅོམ་པ་སྒོམ་བཅོམ་པ་སྒོམ་ཟེར་དོན་ཁག་ཚིག་གཅིག་བ་རེད། བཅོམ་པ་སྒོམ་བློ་ཡི་ཆ་ཤས་སོ་སོ་གསལ་བ་ན། རུང་ཚིག་གཅིག་བློ། མདོ་བ། དོ་བ། རུང་ཚུགས་བློ་སྐྱེད་མི་ཐོབ་པ། དེ་འབྲེལ་གྱི་ཕྱིས་སུ་རྨིས་པ་དེ་སྐུ་ཐུག་བདེན་པའི་མཚན་ཉིད་རེད་ཅེས་ནི་དེ་གསུངས་པ་རེད། དང་མཚན་གཞི་བཞག་འོང་དེ་ག་ལ་ག་རེ་བཞག་དགོས་ཟེར་ན། རྫ་ཡི་བུམ་པ་དང། ཕྱི་དབང། ང་ཚོ་ཅི། ཧྥོ་ཀྲུའུ། ཕྱི་དབང། དེ་གས་དེ། སྐུ་གཟུགས་བདེན་པའི་མཚན་གཞི་ཆགས་ཡོད་རེད། ངས་དེ་ཞུས་ན། ད་དཔེར་ན་ག་རེ་བཟོ་བ་རེད། མཁས་འཇུག་དབྱིངས་ཉིད་ཀྱི་བསྙེན་པ་མཛོད་ཀྱི་ནང་ལ་བྱས་ན། ཨཱ་ནི། ག་རེ་སོགས་པ་རེད། ཀུན་རྫོབ་བདེན་པའི་མཚན་གཞི་ལ་ག་རེ་བཞག་ཡོད་རེད་ཟེར་ན། ཨཱ་ནི། བུམ་པ་དང་ཆུ་བཞག་ཡོད་རེད། ཆུ་ཟེར་དེ་ག་ལ་ང་ཚོ་ས་སྤྱི་མེ་ལུས་ཤིག་གི་ནང་ཆུ་རེད་ད། ཆུ་དེ་བཞག་ཡོད་རེད། བདེ་གཤེགས་བཤད་པ་ཆུ། ད་དེ་སེམས་དེ་ག་ལ་དཔེར་ན་བུམ་པ་ལྟ་བུ་དེ་ག་རེ་ཆགས་ཡོད་རེད་ཟེར་ན་རྫ་ཡི་བུམ་པ་ལྟ་བུ་དེ་ག་རེ་ཆགས་ཡོད་རེད་ཟེར་ན། དཔེར་ན་རྫ་བུ་ཅིག་ཡིན་ན། ཨཱ་ནི། རྫ་བུ་དེ་ཐོ་ཨང་འདྲ་བོ་གཅིག་གིས་སྐྲ་བཞག་ན། རྫ་བོ་གཅིག་སྐྲ་རླངས་ཁྲ་བོ་གཅིག་ཏུ་འཕྲད་ནས་རྫ་བོ་དེ་སྐྲ་བཞག་པ་ཡིན་ན། དཔེར་ན་དཀར་ཡོལ་འདྲ་བོ་བྱས་ན། དཀར་ཡོལ་འདྲ་བོ་བྱས་ན་དཔེར་ན་མེ་ཏོག་གི་བུ་མ་འདྲ་བོ་བྱས་ན། ཁོ་རང་པའི་གར་སོགས་ཀྱི་སྐྲ་རླངས་ཁྲ་བོ་གཅིག་ཏུ་འཕྲད་ནས་མེ་ཏོག་གི་བུ་མ་དེ་སྐྲ་བཞག་པ་ཡིན་ན། མེ་ཏོག་བུ་མ་དེ་འཐོར་འགྲོ་དགོས་ར་བ། མེ་ཏོག་བུ་མ་དེ་འཐོར་སོང་བ་ཡིན་ན་ཁོ་བུ་མ་མ་ཡིན་གྱི་ཆགས་འགྲོ་དགོས་ར་བ། བུ་མ་མ་ཡིན་པ་ཆགས་འགྲོ་དེའི་སྐབས་ལ། དེའི་སྐྲ་རླངས་དེ་ལ་འདི་བུ་མ་འོ་སྙམ་པའི་བློ་དེ་སྐྱེ་ཐུབ་ཀྱི་མི་འདུག་ཨ།

རང་ཚུགས་བློ་མི་འཇུ་སྲིད། བློ་ཡི་ཆ་ཤས་སོ་སོ་བར་གསལ་བཞག་ན། འདི་རེད་སྙམ་པའི་བློ་དེ་མཁས་དབང་གི་སྙིང་པོའི་བློ་གཅིག་གི་མ་རེད་པ། དཔེར་ན་ཆ་ཤས་ནི་སྔ་ཚོགས་དམག་འདྲ་བོ་ཅན་གཅིག་པ་ར། དམག་བསད་དེ། དམག་མིང་མང་པོ་ཅིག་ཚིག་རུ་རུ་བཟོ་བྱ་འཇུག་དཔེར་ན་དམག་མིང་བརྒྱ། སྟོང། ཁྲི། དེ་འདྲའི་ཚིག་རུ་རུ་བཟོ་བྱ་འཇུག་གི་ཚོགས་པ་གཅིག་ལ་དམག་ཟེར་དགོས་ར། ད་དེ་ན་ནི་དམག་མིང་རེ་རེ་ནི་ཕར་གསལ་བྱ་བ་ཡིན་ན། དུ་སི་ནི་ཕར་ལོག་ཧ་གསལ་བྱ་བ་ཡིན་ན།

སྐྱོང་བའི་དེ་ཀ་ལ་རུང་ཚོ་ཀོ་ལོ་མི་གཅིག་གི་དེ། བུམ་པ་རྫ་བུ་བཞག་ཡོད་རེད། ཨོ་དེ། རྫ་བུ་དེ། སྐྱོང་བ་དེ་གིས་སྐྱོང་བ་ཡིན་ན། རུང་ཚོ་ཀོ་ལོ་མི་གཅིག་པའི་སྐུ་གཟུགས་དེ་མིན་ཚེ་གཞི། ཁྲི་དབང་སྲས་དེ་བློ་ཡི་ཆ་གཞི་སོ་སའི་སོ་བ་ཡིན་ན། ཨ་ནི། དེ་འཛིན་པའི་བློ་དོར་འགྲོ་མཁན་གྱི་ཚེ་གཞི་ཆགས་ཡོད་རེད། ད་དེ་གཉིས་གུ་རུ་གཅིག་བྱུང་སོང་ན་འགྲིག་གོ་བ་རེད་ད། དེ་གཉིས་གུ་རུ་གཅིག་བྱུང་སོང་ན། ཨ་ནི། སྐུ་གཟུགས་ལྡན་པ་ཆགས་གི་ཡོད་རེད།

གྲི། རུ། རེ་ཞྭ། ད་དུང་ནི་གར་སོགས་རེ། འབྱུང་བ་གི་དེ་ནི་འཇུ་བཞི། འཇུ་བཞི་གི་གཟུགས། དེ་འདྲའི་མང་པོ་ཅི་ཚིག་ཚོགས་ནི་སྤྲོས་བྱང་ཆུབ་ཀྱི་རྫས་ཀྱི་རུ་བ། དེ་འདྲའི་གི་ཆུ་དེ།

ཁྱེད་ཕྱག་ཐོག་མར་བ། དེ་འདྲའི་ཡི་གེ་རྩ་ནི་མཁས་འཇུག་དབྱིངས་ཉིད་ཀྱི་བསྙེན་པ་མཛད་ཀྱི་ནང་ལ་བྱས་པ་ཡིན་ན་འདི་བཞག་ཡོད་རེད། ད་ཚེས་གཞི་དེ་ནས་ཕྱག་པ་ཏིག་གི་ངང་ཚུགས་ག་རེ་ཧ་གོ་ཐོ་བོ་རེད་ཟེར་ན་མུན་པོ་ཆ་ཧ་གོ་ཐོ་བོ་རེད་དཔེར་ན་ཕྱག་བྱས་ན་ད་ཅི་རི་ར་དབང་ཁུང་ཆུའི་ར་བ། ཨ་ནི་དེ་གས་དེ་ཡོངས་སུ་རྩོད་པ་དེ་སྐུ་གཟུགས་ལྡན་པ་བྱ་གོ་ཡོད་རེད་དེ་ཚོ་ལྡན་པ་བྱ་གོ་ཡོད་མ་རེད་བ། སྐུ་གཟུགས་ལྡན་པ་བྱ་གོ་ཡོད་རེད་མ་གཏོགས་དེ་ཚོ་ལྡན་པ་བྱ་གོ་ཡོད་མ་རེད་བ། བྱས་ཙང་དེ་འདྲའི་ཟེར་གྱི་ཡོད་དེ་ག་ལ་སྐུ་གཟུགས་ལྡན་པའི་གི་ཚེས་གཞི་དེ་ད་དེ་འདྲའི་གཅིག་གི་ཐོག་ནས་ཤི་དགོ་བོ་རེད།

མེད་པ་སོགས་ནི་གང་ཅི་སོགས་ཀྱི་རེ་འཁོར་རོ། མ་གཞིར་གཏོགས་ནི་ཀོ་མཐོ་རི་སྐྱེས་མེད་པ་སོགས་ཀྱི་རེ་བཟོ་ཡ་ཡོད་མ་རེད་ཁོ་ལས་ཁྱུང་ཡི་གེ་རྡུལ་མེད་པ་ཡི་ཚང། རྡུལ་ཕྲ་རགས་མཐའ་ཐུལ་པ་འདྲ་བོ་དེ་ལས་ནི། དེ་ཚོ་འདོད་མ་བཞག་ཡོད་རེད། རེད་བ། ད་དེའི་སྒང་ལ་དེ་ནི་དཔེ་ཆ་གཞན་པ་འགའ་ཞིག་གི་ནང་ལ་ག་རེ་བཞག་ཡོད་རེད་ཟེར་ན། སྤྱི་བཏང་གིས་མི་བརྟག་པ་ཟེར་ཡ་འདྲ་བོ་དེ་ཚོ་དེ་ཚོ་བདེན་པ་ཡིན་ཟེར་དཔེ་ཡག་པོ་ཡོད་རེད། སྤྱི་སྤྱི་ཡོངས་ཀྱི་ཆ་ནས་མི་བརྟག་པ་ཟེར་དུས། མི་བརྟག་པ་ཟེར་དུས། སྤྱི་ཡོངས་ཀྱི་མི་བརྟག་པ་ཟེར་དུས་སྐྱོན་པོ་དེ་སེལ་ཐུབ་གི་མ་རེད་བ། མི་བརྟག་པ་སྤྱི་ལྡོག་གི་མི་བརྟག་པ་དེ་མེད་པ་སུས་བཟོ་ཐུབ་རེད་བཟོ་ཐུབ་གི་མ་རེད་བ། གལ་སྲིད། བློ་ཡི་ཆ་ཤས་ཀྱིས་གསལ་བ་ཡིན་ན་ཡང། ག་ཟེ་མ་གི་ག་ཟེ་གསལ་བྱས་ན་མི་རྟག་པ་རེད་འདི་ག་རང་མ་གཏོགས་ཅིག་མི་རྟག་པ་མ་ཡིན་པ་སྐད་ཆ་ཡ་ཡོད་མ་ར། དེ་འདྲ་ཡིན་ཏེ། དེ་གས་དེ་ད། དེ་དུས་དེ་མིན་ཚེ་ཞེས་བྱ་དེ་བ་རེད། དེ་གས་དེ་བཅོམ་པ་གི་གསལ་བ་ན་རུ་འཛུགས་གོ་ལོ་མདོ་མི་ཐོག་གས་ཏེ་བྱ་དེ་བ་རེད། དེ་སྲིད་ཡང་འདི་ཙམ་ནི་ད་རང་ཉིད་སྐྱོན་པ་གོ་བློ་ཡིས་སོ་ཆ་ཤས་སོ་སོར་སེལ་བ་ན་ཟེར་ཡང་སྐད་ཆ་བྱེ་བར་བ། རང་ཚུགས་བློ་མི་འདོར་སྲིད་ཡང་འདི་དཀའ་ལོ། དེ་སེལ་རྒྱུ་ཡོད་ངེས་ཀྱི་དགོངས་མ་རེད་ད་སྐྱོན་པ་གོ་སེལ་སྲིད་དེ། བློ་ཡིས་ཆ་ཤས་སོ་སོར་སེལ་སྲིད་དེ་དཀའ་ལོ། བློ་ཡིས་ཆ་ཤས་སོ་སོར་སེལ་རྒྱུ་ཡོད་ངེས་ཀྱི་དགོས་རེད་དགོངས་མ་རེད། སྐྱོན་མི་ཐོག་གི་ཅིག་ན་འགྲིག་གི་རེད་བློ་ཡིས་ཆ་ཤས་སོ་སོར་སེལ་མི་ཐོག་གི་ཅིག་ཡིན་པ་ཡིན་ན་ཡང། སྐྱོན་པ་གོ་སེལ་བ་ན་ནི་རང་ཚུགས་བློ།

བློ་ཡི་སེའི་མོ་ཐོག་གི་ཕྱག་ཟར་བ་དག། ཅང་ཅི་ཡང་མ་རེག་འཁོར་ལོ་ལུས། ཕྲ་བའི་མཐའ་ཐུལ་བ་དེ་ཡང་མ་རེག་བ། དེ་སྲིང་བ་དེ་ནི་གོ་བ་ལེན་སྟངས་ཏེ། སྐྱོན་འབག་གོ། བློ་ཡི་ཆ་ཤས་སོ་སེ་བ་ན། རུང་ཚོགས་ཀྱི་བློ་མི་འདོར་སྲིད་དེ། བློ་དེ་བདེ་གི་རེད་སྲིད་དེ་ག་ལ། ཅང་ཅི་ཡོད་ངེས་དེ་ཆ་ཤས་སོ་སེ་གྱི་ཡོད་ངེས་ཕྱིར་གོ་བ་ལེན་དགོས་མ་རེད། ཡོད་ངེས་ཕྱི་ཡི་ཡོད་བ་རེད་དེ་ཡིན་ན་ཡིན། འདི་འདྲའི་ཡིན་གྱི་མིན་གྱི་དེ་གོ་བ་མ་རེད། ཅང་ཅི་མེད། བློ་ཡི་ཆ་ཤས་སོ་སེའི་མི་ཐོག་པ་ཡིན་ན་ཡང་དག་རང། སྐྱོན་འབག་གོ་སེ་བ་ན་རུང་ཚོགས་ཀྱི་བློ་མི་འདོར་བ་ཆགས་བྲལ་བ་རེད།

ཀྱི་གོ་ངེས་པའི་གནས་ཚད་ལ་དེ་འདྲའི་ཆེ་ཡིན་ན་འདྲ་མ་ཡིན་ན་འདྲ་དེ་ང་ཚོ་ཕྱིས་ཀྱི་ཉིན་མོ་ཕྱུག་རུ་བཏང་ཡ་དང་དེ་འདྲའི་འབྲེལ་བ་ག་རེ་ཡོད་རེད་ཟེར་ན་ཞེའུ་ཅི་ཡག་པོ་ཅིག་ཡོད་རེད་ཟེར། དཔེར་ན་ང་རོ་སོགས་གར་སོགས་རེད་དེ་ནི་པའི་འདོད་ཆགས་དང་ཞེ་སྡང་སྐྱེ་ས་མང་ཆེ་བ་དེ་ནི་ག་རེའི་ཐོག་ནས་སྐྱེ་གི་ཡོད་རེད་ཟེར་ན། སྐུ་གཟུགས་ལྡན་པའི་ཐོག་ནས་སྐྱེ་གི་ཡོད་རེད། དཔེར་ན་ངས་དཔེ་ཆ་ནས་ཞུས་པ་ཡིན་ནའི་དཔེར་ན་ཆ་ཤས་ན་ང་ཚོ་གང་ཟག་གཅིག་རེད་བ། ཅིག།

བཞི་སྟོང་གཅིག་ཁྲི་ཙམ་ཡོད་པས་སྡུག་ཅག་ཞི་བ་ཞིག་འདུག་ཟེར་བ། ཁོས་ང་ལ་ཡག་པོ་བརྗོད་མ་སོང་སྡུག་ཅག་ཞི་བ་ཞིག་འདུག་ཟེར་སོང་འདྲ་བའི་སོ་ནམ་ཁོ་བོ་འདི་ག་ལ་དེ་འབྱིན་གྱི་ཡོད་པས་སོ་ནམ་ཁོ་ས་གི་ཡུལ་གྱི་ཡུལ་གྱི་སོ་ནམ་ཁོ་ས་དེ་ཁོ་རང་སྤྱི་ཡོངས་ཀྱི་སྤྱི་ཚོགས་དེ་ལ་སོ་ནམ་ཁོ་བོ་བ་རེད་མ་གཏོགས་ཨ་ནི་ཁྱོད་བཞི་སྟོང་གཅིག་ས་གི་ཡུལ་དེ་གང་དེ་རེད་མགོ་དེ་རེད་བས་རྐང་པ་དེ་རེད་བས་ལག་པ་དེ་རེད་བས་ཡང་མེད་ན་བྲེ་གུག་དེ་རེད་བས་མི་ག་རེ་ལ་བཞི་སྟོང་བཅད་པ་ཡིན་ནི་འདི་རེད་ཟེར་ནས་ཕ་སོ་སོ་སེ་བྱ་བ་ཡིན་ན་བཞི་སྟོང་གཅིག་ས་གི་ཡུལ་རག་གི་མ་རེད་བ། དེ་འདྲའི་ཡི་གེ་བཙལ་ནས་དེ་འདྲའི་ཐོག་ནས་ང་ཚོ་ཀྱི་སྐུ་གཟུགས་བདེན་མིན་རྣོ་ལྕགས་དེའི་ཐོག་ནས་ཞེན་ཆགས་བཟློག་པ་ལ་ཡང་ཕན་ཐོགས་ཡོད་རེད། ཨ། ད་ལྟའི་ངའི་ཁུངས་དེ་མར་ཀློག་ནས་ཆ་བཞག་གི་དང་ཨ་ནི་མཛོད་ལིས་ཏེ་ཡིན་པ་དེ་གང་ལགས་ཀྱང་དུ་བློ་ཡིད་ཤེས་གསལ་ན་དེ་ལོ་མི་འཇུ་བར་བུ་ཇི་བཞིན་དུ་སྐུ་གཟུགས་དུ་ཡོད་དེ་དེ་དོན་ཡིད་ཤེས་ནོ་ཞེས་གསུངས་པའི་ཕྱིར། ད་དེས་ན་སྐུ་གཟུགས་བདེན་པ་རྣམས་ནི། བདེ་སྟོང་དུ་མ་ཐོས་ཀྱང་བདེ་སྡུག་བཞག་པ་རེད། ད་ཇི་རང་མ་ཡིན་ལུས་ལ་བཞག་ཀྱང་ཕྱིས་ཐོག་ནས་བདེ་སྡུག་རེད། སྐུ་གཟུགས་བདེན་པའི་ཕྱིར་དེ་སྐད་དེ། དེ་དོན་བདེན་པ་མ་རེད་དེ་དོན་ལ་འཁྲུལ་བའི་མ་རེད་བདེན་པར་འཁྲུལ་པ་ཆགས་ཀྱི་རེད། ལུང་འདིའི་གཉིས་པོ་ལ་བདེ་དྲུག་གི་ཆ་བ་ཁས་ལེན་པའི་ཞེ་སྲིད་དེ་ག་ལ་གཞི་ཐུན་ཚད་ཚང་མ་བདེ་དྲུག་ཆགས་ཀྱི་རེད། ཨོ་ད་དེ་རེད། ད་འདི་བཀོད་དེ་ང་ཚོ་རྗེས་མིན་གྱི་ང་ཚོ་སློབ་ཚན་ནང་ལ་ཨ་ནི་ཞེ་ཚགས་འོག་ཏུ་ནམ་རེ་ཞིག་སྐྱེ་རྒྱུ་ཞིག་རེད་བ། ད་དེ་རིགས་དེ་སྲིད་དུ་སྐྱེ་མི་དེ་རིགས་ཅི་ལ་མཚུངས་བ་ཆགས་ཀྱི་ཡིན། ཨ་ནི། དགེ་བཀྲ་བསྟན་འགྲོ་བཀའ་དྲིན་ཆེ། ཨ་ནི་ག་རེ་སོགས་པ་རེད། སློབ་མ་ཚང་མ་ཨ་ནི།

འགའ་རེས་ཀྱི་སྨན་རྩིས་ཕྱི་ལོགས་ཀྱི་སྨན་རྩིས་ག་རེ་འདྲ་ཞིག་འཆད་ཀྱི་ཡོད་ན་ཡང་མཐུད་ལྷེ་ལྷེ་བྱས་ནས། སེམས་ལྷེ་ལྷེ་བྱས་ནས་བསྡད་དགོས་པ་དེ་གནད་འགག་ཆེན་པོ་ཆགས་ཀྱི་ཡོད་རེད། དེ་ཞུ་ཡ་ཅིག་བྱས་ཨ་ནི་གཉིས་པ་དེ་ལ་ད་ད་དུང་ཡང་ག་རེ་བཟོ་གི་རེད་ཨ་ནི་འཕྲེད་དེ་གི་ཐུགས་ལ་ཐུགས་ས་ཡག་པོ་གནང་རོགས་ཅིག་ཟེར་ནས་ཞུ་ཡ་ཡིན་ཐུགས་རྗེ་ཆེ།